བོད་ཀྱི་སྙན་གྲགས་ཅན་གྱི་ཆབ་སྲིད་མི་སྣ་ངོ་སྤྲོད། ཆོས་རྒྱལ་སྲོང་བཙན་སྒམ་པོ། ཆོས་ལུགས་དང་རིག་གནས་ནང་འདྲེན། མིའི་མི་ཚེ་ནི་ལྟོ་རྒྱབ་ཀྱི་གནད་དོན་ཐག་ཆོད་པ་ཙམ་གྱིས་འགྲིག་སོང་བ་ཞིག་རེད་དམ། འདི་ནི་མི་ཚེ་ཡར་རྒྱས་ལ་ཁ་ཕྱོགས་པའི་མི་མང་ཆེ་བའི་སེམས་རྩ་ན་ཡོད་པའི་དྲི་བ་གལ་ཆེན་ཞིག་ཡིན། དྲི་བ་འདི་ལ་སྔོན་ནས་ད་ལྟའི་བར་དུ་མི་རྣམས་ཀྱི་བསམ་གཞིགས་བྱེད་སྟངས་དང། ལན་འདེབས་བྱེད་སྟངས་ལ་མ་འདྲ་བ་མང་པོ་བྱུང་དང་འབྱུང་བཞིན་ཡོད། སྔ་ནས་ད་བར་དུ་འཛམ་གླིང་གི་ཁྱོན་འདི་ལ་མིའི་མི་ཚེའི་དགོས་དོན་དང། མི་ཚེའི་རིན་ཐང་ལ་ངོས་འཛིན་བྱེད་སྟངས་མི་གཅིག་པ་སྣ་ཚོགས་བྱུང་དང་འབྱུང་བཞིན་ཡོད་པ་དེ་ཡང། མི་རྣམས་ཀྱི་དྲི་བ་འདིའི་ཐད་བསམ་གཞིགས་བྱེད་སྟངས་དང། ལན་འདེབས་བྱེད་སྟངས་མི་འདྲ་བའི་དབང་གིས་ཡིན་པ་ཤིན་ཏུ་གསལ་བོ་ཡིན། དེར་བརྟེན། བོད་ཀྱི་བཙན་པོ་སྲོང་བཙན་སྒམ་པོ་མཆོག་གིས་རང་ཉིད་ཀྱི་འཚོ་བ་མགོ་འཁྱོངས་པ་ཙམ་ནི་མི་ཙམ་མ་ཡིན་པར། དུད་འགྲོ་ཁྱི་ཕག་ཚུན་ཆད་ཀྱིས་བསྒྲུབ་ནུས་པའི་བྱ་བ་ཞིག་ཡིན་པས། མིའི་ལུས་རྟེན་བླངས་པ་ཆུད་ཟོས་སུ་མ་སོང་བར། དགོས་དོན་ཁྱད་པར་བ་ཞིག་བསྒྲུབ་དགོས་ན། མི་ཚེ་རྣམ་དཔྱོད་དང་ཤེས་རབ་ལ་བརྟེན་ནས་འཚོ་ཐུབ་པ་དགོས་རྒྱུ་གལ་ཆེན་པོ་གཟིགས་ཀྱི་ཡོད་ལ། འདི་ནི་བོད་ཀྱི་བཙན་པོ་ཁོང་གི་མི་ཚེའི་རིན་ཐང་གི་ལྟ་ཚུལ་དང་ཤེས་ཡོན་སློབ་གསོའི་རྩ་དོན་ཡང་ཡིན། མི་ཆོག་མེད་བཟང་ངན་སུ་འདྲ་ཞིག་ཡིན་ཡང་རུང། རང་གི་མི་ཚེའི་ནང་འགྱུར་ལྡོག་གི་གནས་ཚུལ་སྣ་ཚོགས་འབྱུང་སྲིད་པ་དང། བྱ་བ་བཟང་ངན་སྣ་ཚོགས་དང་འཕྲད་ངེས་པ་ཡིན་པའི་གནས་ལུགས་དེ། བཙན་པོ་སྲོང་བཙན་གྱིས་གསལ་བོར་མཁྱེན་གྱི་ཡོད། དེར་བརྟེན། ཕྱི་ནང་གི་རྐྱེན་བཟང་ངན་གང་དང་འཕྲད་མིན་ལ་མ་ལྟོས་པར། གཙོ་བོ་རང་ངོས་ནས་དམིགས་འདུན་གྱི་ཁ་ཕྱོགས་མ་ནོར་བ་དང། འདེམས་ཀ་མ་འཆུག་པ། བླང་བྱ་དང་སྤང་བྱའི་གནས་མ་ནོར་བ་བྱེད་ཐུབ་པ་ཞིག་དགོས་པ་ནི། ཤིན་ཏུ་གལ་གནད་ཆེ་ཤོས་སུ་གཟིགས་ཏེ། རང་གི་མི་ཚེ་རིན་ཐང་ལྡན་པ་དང་བདེ་སྐྱིད་ལྡན་པ་ཞིག་ཡོང་ཐུབ་མིན་ཡང། དེ་ནས་དེ་ལ་ཐུག་པའི་གནས་ལུགས་ཞིབ་ཕྲ་གསུང་གི་ཡོད། རྣམ་དཔྱོད་དང་ཤེས་རབ་གལ་གནད་ཆེན་པོ་གཟིགས་པའི་དགོངས་ཚུལ་དེའི་འོག་ནས། བཙན་པོ་ཁོང་གིས་ཤེས་ཡོན་རིག་གནས་ཀྱི་དོན་དུ་སྐུ་ལས་ཚད་མེད་བསྐྱོན་ཏེ་བོད་དུ་ཡི་གེའི་རིག་གནས་དར་སྤེལ་བྱ་བ་དང། བོད་ཀྱི་མི་རབས་ཕྱི་མ་རྣམས་ཤེས་ཡོན་དང་རྣམ་དཔྱོད་ལྡན་པ་ཞིག་ཏུ་གསོ་སྐྱོང་བྱ་བའི་དོན་དུ་སྐུ་ངལ་འཛེམས་མེད་ཀྱིས་ཕྱོགས་སྣ་ཚོགས་ནས་འབད་བརྩོན་ལྷོད་མེད་གནང་གི་ཡོད། བཙན་པོ་སྲོང་བཙན་གྱིས་བོད་ཀྱི་མི་རབས་ཕྱི་མ་རྣམས་ཤེས་ཡོན་ཡོད་པ་དང་རྣམ་དཔྱོད་ལྡན་པ་ཞིག་ཏུ་གསོ་སྐྱོང་བྱ་བ་ནི་བོད་ཁམས་འཕེལ་རྒྱས་གཏོང་བའི་ནུས་ཤུགས་ཡོད་ཚད་ཀྱི་རྩ་བ་དང། རྟུལ་ཞི་གལ་ཆེན་ཞིག་ཡིན་པ་ཡང་གསལ་པོ་རྟོགས་ཀྱི་ཡོད་སྟབས། མི་རབས་ཕྱི་མ་གསོ་སྐྱོང་གི་དོན་དུ་ཁོང་གིས་ཡོད་ཚད་བློས་བཏང་གནང་ཡོད་ཅེས་བཤད་ཀྱང་འགྲིགས། དཔེར་ན། མི་ཞིག་ལ་མཚོན་ན། ལུས་ཕུང་འཚོ་བའི་འཚོ་བཅུད་འདང་ངེས་ཤིག་ཡོད་དགོས་པ་དང་མཉམ་དུ། བསམ་བློ་སྐྱེད་སྲིང་ལ་ཕན་པའི་རིག་གཞུང་དང། ཆོས་ལུགས་ཀྱི་འཚོ་བཅུད་ཡང་དག་ཅིག་ཀྱང་མེད་དུ་མི་རུང་བ་ཡིན་པས། མིའི་བསམ་བློའི་འཚོ་བཅུད་མཁོ་སྒྲུབ་བྱ་བ་ནི། བཙན་པོ་སྲོང་བཙན་སྒམ་པོས་རྒྱལ་ཁབ་ཀྱི་ལས་དོན་ཀུན་ལས་གལ་གནད་ཆེ་ཤོས་ཤིག་ལ་ངོས་འཛིན་གནང་གི་ཡོད་པ་ལྟ་བུ་ཡིན། བཙན་པོ་སྲོང་བཙན་གྱི་དགོངས་པར། རང་གི་རྒྱ་མིས་རྒྱལ་ཐོ་འགའ་ཤས་རིང་ལ། གཉན་པོ་གསང་བ་ཞེས་བཏགས་ཏེ་ཉར་ཚགས་ཞུས་པ་ལས། ནང་དོན་དཔྱིས་ཕྱིན་པར་ཤེས་རྟོགས་མ་ཐུབ་པར་ལྷག་པ་དེ་དག་ནི་དོན་ངོ་མ་གང་འདྲ་ཞིག་ཡིན་པ་དང། དེའི་ནང་དོན་ཅི་ཞིག་ཡིན་ན་སྙམ་པའི་དྲི་བ་ཞིག་རྒྱུན་དུ་འཁོར་ཡོང་གི་ཡོད། དེས་ནི་བཙན་པོ་རང་ཉིད་ཀྱི་དམིགས་ཡུལ་ལྟར་རིག་གཞུང་དང། ཆོས་ལུགས་ཆོས་བརྒྱུད་ལ་ཕན་ཐོགས་ཡོད་པ་ཞིག་ཡིན་ནམ་སྙམ་པའི་རེ་བ་ཡང་གནང་གི་ཡོད། ཉིན་ཞིག་བཙན་པོ་སྲོང་བཙན་གྱི་གཉེན་པོ་གསང་བའི་ཁྲོད་དུ་བཞུགས་པའི་གླེགས་བམ་རྣམས་འཁྱེར་ཡོང་སྟེ། ཁྱོད་ཀྱིས་གླེགས་བམ་འདི་དག་ཞིབ་ཏུ་ཀློག་དང། ངའི་ཡབ་མེས་ཀྱི་རིང་ནས་གཉེན་པོ་གསང་བ་ཞིག་ཉར་བའི་གཅེས་ནོར་ཡིན། འདིའི་ནང་དོན་ཅི་ཞིག་ཡིན་ནམ། ཞེས་གཉེན་པོ་གསང་བའི་ཁྲོད་ཀྱི་གླེགས་བམ། སློབ་དཔོན་ཐོན་མི་ལ་སྟེར་ཏེ། ལེགས་སྦྱར་གྱི་ཐོག་ཏུ་ཡོད་པའི་གསུང་རབ་དེ་དག་ཀློག་ཏུ་བཅུག། ཐོན་མིས་རྒྱལ་པོའི་བཀའ་འབྲེལ་ལྟར། གཉེན་པོ་གསང་བའི་ཕྱག་དཔེ་དེ་དག་ཞིབ་ཏུ་བཀླགས་པ་ན། ཕྱག་དཔེ་དེ་དག་གི་ནང་དོན་གཙོ་བོ་ནི། ལྷ་ཆོས་དགེ་བ་བཅུ་དང་འབྲེལ་བའི་གནས་ཚུལ་ཤ་སྟག་ཡིན་པས། བཙན་པོ་སྲོང་བཙན་ལ་ཕྱག་དཔེ་དེ་དག་གི་ནང་དོན་ཞིབ་ཏུ་སྙན་སེང་ཞུས། བཙན་པོ་སྲོང་བཙན་གྱིས་ཤིན་ཏུ་དགྱེས་ཚོར་ཆེན་པོ་དང་བཅས། ངའི་རྒྱ་མི་རྣམས་ཀྱིས་ནོར་ལ་ནོར་ཉམས་ཆོད་པ་བྱུང་འདུག་ང་ལ་དགོས་པ་ཡང་དེ་ཡིན། ཁོང་ཚོས་སྐུ་ལས་མཚན་མོས་སྐྱོན་པ་དོན་མེད་དུ་ཕྱིན་མི་འདུག་ཅེས་གསུངས་ཏེ་བཙན་པོ་རང་ཉིད་ཀྱིས་མཆོད་དཔེ་དེ་དག་ཐུན་མིན་དྲུང་ནས་ཞིབ་ཏུ་བསླབས་པར་མ་ཟད། གཉན་པོ་གསང་བའི་ཁྲོད་ཀྱི་ཕྱག་དཔེ་དང། ཐུ་མེད་རྒྱ་གར་ནས་གསར་དུ་གདན་དྲངས་པའི་ཕྱག་དཔེ་རྣམས་ཀྱང་རིམ་གྱིས་བོད་ཀྱི་སྐད་ཡིག་ནང་བསྒྱུར་དུ་བཅུག། ཆོས་རྒྱལ་སྲོང་བཙན་སྒམ་པོས་ལོ་མང་རིང་ཉར་ཚགས་ཞུས་པའི་ཆོས་དཔེ་དེ་དག་ལ་བསམ་བློ་དང། ཀུན་སྤྱོད་ཀྱི་སློབ་གསོ་ཇི་ཙམ་ནུས་ཤུགས་ཆེན་པོ་ཡོད་མེད། ཆོས་དཔེ་དེ་དག་གིས་བསྟན་དོན་གྱི་ཐོག་ནས་མཁྱེན་རྟོགས་གསལ་པོ་བྱུང་བས། སྔར་ལས་ཀྱང་རིག་གཞུང་འདི་བོད་དུ་དར་འཕེལ་ཡོང་བར་ཐུགས་བརྩོན་ཆེན་པོ་གནང་སྟེ་ལེགས་སྦྱར་གྱི་ཆོས་དཔེ་སྐབས་དེར་བོད་ཡུལ་དུ་བཞུགས་པ་ཡོངས་རྫོགས་བོད་ཀྱི་སྐད་ཡིག་ཐོག་བསྒྱུར་བར་མཐུན་འགྱུར་གང་དགོས་མཛད་པ་རེད། བཙན་པོ་སྲོང་བཙན་གྱི་ཐུགས་རེ་ལྟར་ལེགས་སྦྱར་གྱི་ཆོས་དཔེ་བོད་ཀྱི་སྐད་ཡིག་ཏུ་བསྒྱུར་བའི་བྱ་བ་འདིས་བོད་ཀྱི་ཆོས་སྲིད་རིག་གནས་མཐའ་དག་ཡར་རྒྱས་འགྲོ་བར་ནུས་ཤུགས་ཆེན་པོ་ཐོན་ཐུབ་ཡོད་ལ། བོད་མི་རིགས་ཀྱི་བསམ་བློ་དང་འདུན་པ་གཅིག་ཏུ་སྒྲིལ་བའི་རིག་གཞུང་གི་སྟོབས་ཤུགས་ཀྱང་དུས་སྐབས་དེ་ནས་བོད་ཀྱི་སྐད་ཡིག་ནང་འཕེལ་རྒྱས་བྱུང་བའི་ཆོས་དང་རིག་གནས་དེ་དག་ཡིན་ལ། བོད་མི་རིགས་ཀྱི་དོན་དམ་པའི་ཡར་རྒྱས་ཀྱང་དུས་དེ་ནས་འགོ་ཚུགས་པ་ཞིག་ཡིན། འདི་ལྟར་བཙན་པོ་རྒྱལ་བློན་ཚོས། དཀའ་སྤྱད་ཀྱིས་བསྐྲུན་པའི་རིག་གཞུང་དེ་དག་དང། རིག་གཞུང་འདི་དག་གི་བྱིན་མཐུ་ལ་བརྟེན་ནས། བོད་མི་རིགས་ནི། གངས་རི་ལྟར་སེམས་པ་དཀར་ཞིང་གཙང་ལ། བསིལ་རླུང་ལྟར་གཤིས་རྒྱུད་འཇམ་ཞིང་བག་ཕེབས་པ་ཞིག་ཏུ་གྱུར་པ་དང། མི་རིགས་འདི་བསམ་བློ་དང་ཀུན་སྤྱོད་གང་ཅིའི་ཐད་ནས་འཇིག་རྟེན་གྱི་ཏོག་ལྟར་གྱུར་ཏེ། གོ་ལ་ཡོངས་ལ་ཞི་བདེའི་རིག་གནས་ཀྱི་འོད་སྣང་སྤྲོ་བའི། མི་ཡུལ་གྱི་དག་ཞིང་ཞིག་ཏུ་གྱུར་པ་རེད།